ཚ་མོ་ལོ་ལི་ཡཱ་བཀྲ་ཤིས་བདེ་ལེགས་ཞུ་ཡས་དང། འཇམ་དབྱངས་ཤེས་ཡོན་ཞབས་ཞུ་ཁང་གི་ལོ་ཆུང་བྱིས་པ་གསོ་སྐྱོང་དང་སློབ་གསོའི་སྐོར་གྱི་བརྙན་ཐུང་གི་ལེ་ཚན་སི་ཨོ་ལི་ཡཱ་དགའ་བསུ་ཞུ་ཡས་དང། ད་རིང་གི་ལེ་ཚན་འདི་སྙན་སྒྲོན་ཞུ་མཁན་སྐལ་བཟང་དབང་འདུས་ཡིན། ད་རིང་གི་ལེ་ཚན་འདིའི་ནང་ལ། ཕྲུ་གུའི་གཉེན་ལ་ལྟ་བའི་དུས་ཚོད་སྟངས་འཛིན་བྱེད་ཐབས་སྐོར་ལ་ཡང་བཀའ་མོལ་ཞུ་ཡ་ཡིན། ལྟ་དེའི་དོན་དག་འདི་ཕྲུ་གུ་ཆུང་ཆུང་ཚོས་ཀྱི་བརྙན་འཕྲིན་དང་ཁ་པར། གློག་ཀླད་སོགས་ཀྱི་ཨ་ནི་གློག་ཆས་དང་འཕྲུལ་ཆས་གང་ལ་ཡང་དེང་སང་དུས་ཚོད་སྐྱོན་རིང་པོ་ཞིག་བཏང་གི་ཡོད་པ་སོང་ཙང་ཨ་འདིའི་ཕ་མ་ཚོས་ཀྱི་སྟངས་འཛིན་ག་འདྲས་གནང་དགོས་ཀྱི་ཡོད་མེད་དང། བདག་ན་བཞིན་གྱི་འདི་འདྲས་གང་ལ་ཡང་དུས་ཚོད་མང་པོ་ཞིག་བཏང་བ་ཡིན་ན་འདིའི་གི་གནོད་སྐྱོན་ག་རེ་ཡོད་མེད་སྐོར་ལ་ཡང་ང་ཚོ་གླེང་སློང་ཞུ་ཡ་ཡིན། བྱས་ཙང་ད་འདི་སྤྱི་སྟངས་དབྱིན་ཇིའི་ནང་ལ Screen Time ཞེས་ནས་ད་ཡོངས་གྲགས་ཀྱི་ཐ་སྙད་ཅིག་ཆགས་བསྡད་ཀྱི་ཡོད་རེད། འདི་ང་ཚོ་ནི་བོད་བསྒྱུར་བྱེད་པའི་སྐབས་ལ་ཡང་བརྙན་ལ་བལྟ་བའི་དུས་ཚོད་ཅིག་ནས་བསྒྱུར་བཞག་ཡོད། ད་འདིའི་དོན་དག་འདི་ད་ལྟ་གོང་དུ་འགྲེལ་བཤད་ཞུ་བ་ནང་བཞིན་གྱི་བརྙན་འཕྲིན་ད་ཡ་རེད་དང་ཤིང་གི་ཁ་པར་གང་ལ་ཡ་ལྟད་མོ་ད་ཡ་རེད་ཨ་ནི་གློག་ཀླད་རེད་དེ་འདི་འདྲའི་གི་གློག་ཆས་དང་འཕྲུལ་ཆས་རིགས་བེད་སྤྱོད་གཏོང་ཡ་གི་དུས་ཚོད་དེ་ལ་ཨ་ནི་བརྙན་ལ་ལྟ་བའི་དུས་ཚོད Screen Time ཞེས་ནི་ཞུ་ཡ་དེ་རེད་ད་འདི་ཅིག་རྒྱུན་རིང་པོ་ཞིག་བལྟས་པ་ཡིན་ན་འདི་འདྲའི་གང་ལ་ཡ་དུས་ཚོད་རྒྱུན་རིང་པོ་ཞིག་བཏང་བ་ན་ཨ་འདིའི་གི་གནོད་སྐྱོན་ཤུགས་ཆེན་པོ་ཞིག་ཡོང་གི་ཡོད་རེད་བྱས་ཙང་འདི་མ་སོང་ཙང་བརྙན་ལ་ཐབས་ལམ་སྐོར་ལ་ཡ་མ་ཞུ་བའི་སྔོན་ལ་ཨ་འདིའི་གི་གནོད་སྐྱོན་འདི་གནོད་སྐྱོན་ག་རེ་ཡོད་མེད་སྐོར་ལ་ཡ་ཅིག་དོན་མཐུན་ཞིག་ཞུ་ཡ་ཡིན་ད་བྱས་ཙང། བརྙན་འཕྲིན་དང། ཁ་པར། གློག་ཀླད། དེ་འདྲའི་གི་ཆ་བརྙན་ལ་ལྟ་ཡ་མང་དྲགས་པ་ན། ཨ་ནི་འདི་གི། ཨ་ནི་ཕྲུ་གུ་ཆུན་ཆུན་འདི་ཨ་ནི། ཅིག་གཉིད་མ་ཁུག་ཡ་དང་དག་ན་ཤེས་ཀྱི་ཕྲུ་གུ་ཆུན་ཆུན་འདི་ལ། ཨ་ནི་འཕྲོད་བསྟེན་གི་དཀའ་ངལ་འཕྲད་ཡ་དེ་འདྲས་ཅིག་ཡོང་གི་ཡོད་རེད། དེ་རྒྱུ་མཚན་ག་རེ་ཞིག་ཞུས་པ་ན། ཨ་ནི། ཅིག་ཕྲུ་གུ་གི་འཚར་ལོངས་ལ་ཨ་ནི་རྩེད་མོ་རྩེ་ཡ་དང་ཨ་ནི་ཕྱི་ལོག་ལ། ཅིག། འཕག་འཚག་ལོས་ཡ་དེ་བཞི་བོ་ཅིག་གལ་ཆེན་པོ་ཆགས་ཀྱི་ཡོད་རེད། ཡིན་པ་ཡིན་ནས་ད་དེ་འདྲའི་བརྙན་འཕྲིན་དང་དེ་འདྲའི་སྒང་ལ་ཡང་དུས་ཚོད་རྒྱུན་རིང་པོ་བཏང་ཡན་གྱི་ཕྲུ་གུ་བྱིན་པ་ན་ཨ་ཕྱིར་ལ་རྩེད་མོ་རྩེད་ཡས་ཀྱི་གོ་སྐབས་དེ་ཡང་སྲིད་ཡོང་གི་མེད་པ་སོང་ཙང་དེ་འདྲའི་གི་ཐོག་འཕྲོད་བསྟེན་སྒང་གི་གྲས་དེ་འདྲ་ཡོང་གི་ཡོད་རེད་ད་ག་ནས་ཤེས་ཀྱི་གཉིས་པ་དེ་ཨ་ནི་ཅིག་བརྙན་ལ་དུས་ཚོད་རྒྱུན་རིང་པོ་ལྟ་གི་ཡོད་པས་ན་ཨ་འདིའི་གི་ཨ་ནི་བྱིས་པ་དེ་གི་ཨ་ནི་སྐད་ཆ་བཤད་པའི་གི་འཚར་ལོངས་དེ་ལས་དོ་ཕོག་ཤུགས་ཆེན་པོ་ཞིག་འགྲོ་གི་ཡོད་རེད། འདི་ག་དྲིས་དྲུག་ཡོད་ཅིང་ཞུས་པ་ཡིན་ན། ཨ་ནི་བྱི་བའི་ཡི་གེ་བྱ་ཤེས་ཨའི་གི་ཚར་ལོངས་འདི། ཨ་ནི་བྱི་བ་ཕན་ཚུན་སྐད་ཆ་བཤད་ཨའི་དང་དག་ནས་བཞིན་གྱི། ཨ་ནི་བྱི་བ་ཆུང་ཆུང་འདི། ཨ་ནི་མི་རྒན་པ་མཉམ་དུ་སྐད་ཆ་བཤད་པའི་གི་བརྒྱུད་ནས། ཨ་ནི་སྐད་ཆ་བཤད་ཨའི་གི། རྩལ་འདི་ཡར་རྒྱས་འགྲོ་གི་ཡོད་རེད་པ། ད་བརྙན་འཕྲིན་དང། ཨ་ནི་གློག་ཀླད་དང་འདི་འདྲའི་གང་ལ་ཡ། ཁ་པར་འདི་འདྲའི་གང་ལ་ཡ་དུས་ཚོད་བསྐྱུར་རིང་པོ་ཞིག་བཏང་བས་ན། བྱི་བ་འདི་ལྟད་མོ་བལྟ་བ་ཙམ་མ་གཏོགས་སྐད་ཆ་བཤད་ཀྱི་མེད་པ་སོང་ཙང་ཨ་འདིའི་གི་སྐད་ཆ་བཤད་ཨའི་གི་ཚར་ལོངས་འདི་ལ། ཨ་ནི་སྐྱོན་ནད་ཤུགས་ཆེན་པོ་ཞིག་ཡོང་གི་ཡོད་རེད། དེ་ནས་གསུམ་པ་དེའི། གཉེན་ལ་བལྟ་ཡང་མང་དྲགས་པ་ན། དེས་ཀྱིས་བྱིས་པ་དེའི། སྤྱི་ཚོགས་འབྲེལ་འདྲིས་བྱས་ཀྱི་གོ་སྐབས་དེ་བརླག་འགྲོ་ཡོད་རེད། དེ་ནས་ཐ་མ་དེའི། དེ་འདྲས་ཅིག་ལྟད་མོ་རྒྱུ་རིང་པོ་བལྟ་དེ་ངས་དེས་ཀྱིས་བྱིས་པ་དེའི། ཕྱིས་སུ་སླབ་གྲྭ་ལ་ཡར་འགྲོ་བའི་སྐབས་ལ། དོ་སྣང་སྤྲད་མ་ཐུབ་མཁན། དག་ན་ཞིང་གིས་དེའི་སྐྱེ་འཕེལ་གྱི་སློབ་སྦྱོང་ཡག་པོ་བྱས་མ་ཐུབ་མཁན་གྱི། དེ་འདྲས་ཅིག་ཆགས་ཡོང་གི་ཡོད་རེད། ད་དེའི། བྱིས་པ་དེ་ལ་ཡར་འགྲེལ་བཤད་ཐུན་ཐུན་ཞུས་པ་ཡིན་ན། ཅིག་སྤྱི་དང་དང་བྱིས་པ་ཆུང་ཆུང་ཡིན་པའི་ཀྱི་དུས་ཚོད་འདི་ཨ་ནེ་ཀླད་པའི་ཀྱི་འཚར་ལོངས་ཀྱི་དུས་ཚོད་གལ་ཆེ་ཤོས་འདི་ཆགས་ཀྱི་ཡོད་རེད་ད་འདི་འདྲའི་ཀྱི་དུས་ཚོད་གལ་ཆེན་པོ་འདི་སྐབས་ལ་ཨ་ནེ་བརྙན་ལ་རྒྱུན་རིང་པོ་ཞིག་རུ་ཞིག་བལྟས་པ་ཡིན་ན་ཨ་ནེ་ཅིག་ད་ཁ་པར་དང་བརྙན་འཕྲིན་དེ་ཚོ་ལྟ་ཡ་དེ་གས་འདི་མང་ཆེ་ཨ་ནེ་ཁྲ་ཁྲ་ཟིང་ཟིང་ཞིག་བོ་ཡོད་དུ་བསམ་པ་ལ་འདི་འདྲས་ལ་རྒྱུན་རིང་པོ་ཞིག་བལྟས་པ་ན་ཨ་ནེ་འདིའི་ཀྱི་ཨ་ནེ་བྱིས་པ་འདིའི་ཀྱི་ཀླད་པ་འདི་ཨ་ནེ་གོམས་འདྲིས་འདི་ཨ་ནེ་འདི་འདྲས་ཀྱི་ཅིག་ཁྲ་ཁྲ་ཟིང་ཟིང་ལ་ཡ་གོམས་འདྲིས་ཤུགས་ཆེན་པོ་ཞིག་སླེབས་ཀྱི་ཡོད་རེད་འདིས་སྐྱེན་པའི་གི། ཨ་ནི་ཕྱིས་སུ་ཅིག། བླ་བྲ་ལ་ཡར་འགྲོ་བའི་སྐབས་ལ། ཨ་ནི་འཛིན་གྲྭའི་གི་སློབ་ཁྲིད་དང་ཨ་ནི་ནམ་རྒྱུན་འཚོ་བའི་གི་བྱ་བཞག་དེ་གི་འདི། ཨ་ནི། བརྙན་འཕྲིན་དང་ཁ་པར་ནང་གི་ལྟད་མོ་ནང་བཞིན་གི་ཁྲ་ཁྲ་ཟིང་ཟིང་མེད་པར་སོང་ཙང་ཨ་ནི་ཁོ་དོ་སྣང་དེ་མ་ཏོ་བས་ཅིག་ཡོང་གི་ཡོད་རེད། བྱས་ཙང་འདིས་སྐྱེན་པའི་གི། ཨ་ནི་སློབ་སྦྱོང་ཡག་པོ་མ་ཡོང་ཡག་དང་དཀའ་ངལ་རིམ་པས་འཕྲད་ཀྱི་ཡོད་རེད། བྱས་ཙང་མདོར་བསྡུས་ནས་ཞུས་པ་ཡིན་ན། གཉེན་ལ་བལྟས་ཡ་མང་དྲགས་པ་ན་འདིའི་གི་བྱིས་པ་དེ་གི་ཕྱོགས་ཡོངས་ཀྱི་འཚར་ལོངས་དེ་ལ་རྒྱུན་ལས་ཤུགས་ཆེན་པོ་ཞིག་ཡོང་གི་ཡོད་རེད། བྱས་ཙང་དེ་མ་སོང་ཙང་ཨ་ནི་ད་རེས་སང་ཉིན་འདི་འདྲའི་གི་ཨ་ནི་གཉེན་ལ་བལྟ་ཡ་དེ། གཉེན་ལ་བལྟ་ཞིབ་ཅིག་བསྟན་དེ་ཡ་དེ་ཨ་ནི་ན་ཚ་འདྲ་བོ་ཅིག་ལ་ཡང་ངོ་འཛིན་བྱེད་ཀྱི་ཡོད་རེད། འདིའི་གི་བྱིས་པ་དེ་གི་ཨ་ནི་ཅིག་ཕྱོགས་ཡོངས་ཀྱི་འཚར་ལོངས་ལ་སྐྱོན་རྒྱག་གི་ཡོད་རེད་ལྷག་པར་དུ་ཨ་ནི་ཀླད་པའི་གི་འཚར་ལོངས་རིག་པའི་འཚར་ལོངས་ལ་ཨ་ནི་སྐྱོན་ཤུགས་ཆེན་པོ་ཞིག་སླེ་གི་ཡོད་རེད་ཞེས་ནི་ཞུ་ཡ་ཡིན། བྱས་ཙང་འདི་མ་སོང་ཙང་ད་ཕ་མ་ཚོའི་གི་ངོས་ནས་ཨ་ནེ་སོ་སོའི་གི་ཕྲུ་གུ་འདི་འདྲས་གི་ད་ལོག་ཆས་དང་དེ་འདྲས་གང་ལ་ཡང་དུས་ཚོད་རྒྱུས་རིང་པོ་བཏང་ཡང་འདི་ཨ་ནེ་གང་འདྲས་སུ་བཏང་འཛིན་བྱེད་དགོས་ཡོད་མེད་གི་ཨ་ནེ་ཐབས་ལམ་བདུན་གཅིག་ངོ་སྤྲོད་ཞུ་བས་ཡིན། ད་ཐབས་ལམ་དང་པོ་འདི་ཕ་མ་ཚོའི་ངོས་ནས་ཨ་ནེ་ལོག་ཆས་དང་ཨ་ནེ་འཕྲུལ་ཆས་གི་རིགས་བེད་སྤྱོད་ཚུལ་བཞིན་བེད་སྤྱོད་ཡག་པོ་གང་འདྲས་སུ་བཏང་དགོས་ཡོད་མེད་འདི་ཨ་ནེ་མིག་དཔེ་སྟོན་ཡང་འདི་ཆགས་བསྡད་གི་འདུག་བྱས་ཙང་འདི་མ་སོང་ཙང་ད་ཅིག་ནང་ལ་ཕ་མ་ཚོས་ཀྱིས་སོ་སོ་རང་ཉིད་བརྙན་འཕྲིན་བརྒྱུད་རིང་པོ་ལྟ་ཡག་དང་དག་ན་ཤིང་གི་ཁ་པར་གང་ལ་ཡག་ཅིག་རྩེད་མོ་བརྒྱུད་རིང་པོ་རྩེས་ཏེ་དེ་འདྲས་ཅིག་གནང་གིན་ཡོད་པ་ཡིན་ན་ཨ་འདིའི་གི་གོམས་གཤིས་ངན་པ་འདི་ཕྲུ་གུ་ཚོ་ལ་ཡང་སོ་སོའི་ཕྲུ་གུ་ལ་ཡང་རང་བཞིན་གྱིས་འཇགས་ཡག་ཅིག་ཆགས་ཀྱི་ཡོད་པ་སོང་ཙང་ཨ་ནི་ཅིག་ཕ་མ་ཚོའི་ངོས་ནས། ཅིག་གང་ཅིའི་ནང་ལ་ཡང་མིག་དཔེ་བཟང་པོ་སྟོན་དགོས་ཡ་འདི་དཔེ་གལ་ཆེན་པོ་རེད་ཤག། སོ་སོ་ད་ཅིག་བརྙན་འཕྲིན་ལྟ་གི་ཡོད་ནི་རེད་ད་ནི་ཕྱིན་གྱི་ཁ་པར་གང་ལ་ཡང་ཁ་པར་བེད་སྤྱོད་བྱེད་ཀྱི་ཡོད་ནི་འདི་ཨ་ནི་ཁོ་དུས་ཚོད་ཐུང་ཐུང་ཅིག་ལ་ཡང་བེད་སྤྱོད་བྱེད་ཨ་འདི། ཚ་བའི་ཞོ་གོ་ལ་ཡང་ཨ་ནི། ཅིག་དེབ་ལོ་བ་ཡ་སོ་འགྲོ་བ་དང་འདི་འདྲས་ཀྱི་ཨ་ནི། ནང་ལ་ཡང་མིག་དཔེ་འདི་སྟོན་པས་ན། ང་རང་བཞིན་གྱིས་སྤུ་གུ་དེ་ལ་ཡར་གོམས་གཤིས། དེ་འདྲའི་གོམས་གཤིས་ལས་ཡས་ལ་རེ་བ་ཤུགས་ཆེན་པོ་ཡོད་རེ་བཞིན་ཞུ་ཡས་ཡིན། བྱས་ཙང་འདི་མ་སོང་ཙང་ང་ཚོའི་ཐབས་ལམ་དང་པོ་འདི་ཕ་མ་ཚོའི་ངོས་ནས་ཨ་ནི་དེ་འདྲས་ཀྱིས་ཨ་ནི་ལོག་ཆས་བེད་སྤྱོད་ཚུལ་ཁྲིམས་བཅས་ཀྱི་མིག་དཔེ་བཟང་པོ་འདི་ཕ་མ་ཚོའི་ངོས་ནས་སྟོན་དགོས་འདུག་བྱས་ནས་ཐབས་ལམ་དང་པོ་འདི་དེ་ཡིན། དེ་ནས་ཐབས་ལམ་གཉིས་པ་འདི། སོ་སོའི་གི་ཕྲུ་གུ་ལ་ཨ་ནི། བརྙན་ལ་དུས་ཚོད་འགྱུར་རིང་པོ་བལྟས་པ་ཡིན་ན་འདིའི་གི་སྐྱོན་གནད་ག་རེ་ག་རེ་ཡོད་མེད་འདི་ཕ་མ་ཚོའི་ངོས་ནས་གོ་བདེ་བོ་བྱེད་ནས་ཕྲུ་གུ་ཚོ་ལ་ཡང་འགྲེལ་བཤད་བྱ་ཡ་འདི་གནད་འགག་ཆེན་པོ་རེད་ཤགས། ད་སྐབས་རེ་ང་ཚོའི་སྤུ་གུ་ཆུན་ཆུན་འདི་ནི་ཧ་གོ་གི་མ་རེད་འདི་འདྲའི་འགྲེལ་བཤད་རྒྱག་པ་ནི་གོ་ཚུགས་གི་མ་རེད་བྱེད་ནས་ལབ་ཡ་དོན་དུ་ཡོང་གི་ཡོད་རེད་ཡིན་པ་ཡིན་ནའི་བྱིས་པ་ཆུང་ཆུང་དེ་ལ་ཨ་ནི་ཡང་ནས་ཡང་དུ་ཨ་ནི་དེའི་སྐོར་ལ་ཡ་སློབ་གསོ་སྒྲོག་རྒྱབ་པ་ཡིན་ན་ཨ་ནི་རང་བཞིན་གྱིས་ག་ལེ་ག་ལེ་ཨ་ནི་སྐོར་དོན་དག་དོ་ཨེ་ཅིག་ཆགས་ཀྱི་ཡོད་པ་སོང་ཙང། ཕ་མ་ཚོའི་ངོས་ནས་ཨ་ནི་སོ་སོའི་ཕྲུ་གུ་ལ་བརྙན་འཕྲིན་དང་ཁ་པར་དང་འདི་འདྲའི་གང་ལ་ཡ་དུས་ཚོད་སྐྱུར་རིང་པོ་བཏང་བ་ཡིན་ན་ཨ་ནི་དེའི་གིས་ཨ་ནི་གནོད་སྐྱོན་ག་རེ་ག་རེ་ཡོང་གི་ཡོད་མེད་དེ་གས་དེའི་གོ་བདེ་བོ་བྱེད་ནི་ཨ་ནི་འགྲེལ་བཤད་ཡང་ནས་ཡང་དུ་བསྐྱོན་ཡ་འདིས་ཨ་ནི་ཐབས་ལམ་གཉིས་པོ་དེ་ཆགས་ཏེ་བཞག། དེ་ནས་ཐབས་ལམ་གསུམ་པ་འདི་ལྟ་ཅིག་སོ་སོའི་ཕྲུ་གུ་འདི་འདི་འདྲས་ཀྱི་ལོག་ཆས་རིགས་ཁྱོད་ནི་བེད་སྤྱོད་བྱེད་མ་ཤོར་བས་དེ་འདྲས་ཡོང་གི་མ་རུང་བ། དེ་འདི་མེད་དུ་བརྩམས་པ་ལ་ཡང་ཨ་ནེ་ཕ་མའི་ངོས་ནས་སོ་སོའི་ཕྲུ་གུ་གི་ལོ་ཚད་ལ་རན་པས་ཀྱི་ཨ་ནེ། བརྙན་འཕྲིན་ལྟ་ཡ་ཡི་ནས་རེད་ད་ན་ཤིང་གི་ཁ་པར། ཅིག་གང་ལ་ཡང་ལྟད་མོ་ལྟ་ཡ་དེ་འདྲས་ཨ་ནེ་སོ་སོའི་ཕྲུ་གུ་གི་ལོ་ཚད་ལ་རན་པས་ཀྱི་ཨ་ནེ་དུས་ཚོད། གཏན་འབེབས་བྱེད་ཡས་དང། དུས་ཚོད་གཏན་འབེབས་བྱེད་ཅེས་པ་དེ་གས་དེ། དམ་འཛིན་གནང་དགོས་ཡས་དེ་གས་དེ། ནན་ཁག་ཆེན་པོ་བྱ་ཡས་འདུག། ངས་དཔེ་མཚོན་སྒྲོག་ཅིག་ཞུ་བས་ན། དཔེར་ན་ད་དུས་འདྲ་གཅིག་གི་ནང་ལ། ཨཱ་ནི་གཟའ་སྤེན་པ་ལ་ཨཱ་ནི་བརྙན་འཕྲིན་ལྟ་ཡས་ཀྱི་དུས་ཚོད་སུ་རུབ་ཅིག་བཟོས་པ་ཡིན་ན། ཨཱ་ནི་སྤུ་གུ་དེ་གི་བསམ་བློའི་ནང་ལོགས་ལ་ད། དུས་འདྲ་གཅིག་ནང་ལ་ད་གཟའ་སྤེན་པ་ལ་མ་གཏོགས་བརྙན་འཕྲིན་ལྟ་ཡས་མེད་བསམ་པའི་གི་བསམ་བློ་དེ་སྔོན་ཚུད་ནས་ཁོ་ཀླད་པའི་ནང་གཅིག་ཀླད་འགྲོ་འུར་བ། བྱས་ཙང་དེ་མ་སོང་ཙང། འདི་འདྲས་ཀྱི་གང་བྱས་ད་གཅིག་དུས་ཚོད་བཟོས་ཡས་དང་ཨཱ་ནི་དུས་ཚོད། བཟོས་པ་དེ་གས་ཏེ། ཕ་མ་ཚོའི་ངོས་ནས་དམ་འཛིན། གནང་ཡ་དེ། ཨ་ནི་ཐབས་ལམ་གསུམ་པ་དེ་ཆགས་བསྡད་ཡོད་འདུག་ཨ་ནི་དུས་ཚོད་རིང་ཐུང་དེ། ཨ་ནི་སོ་སོའི་ཕྲུ་གུ་གི་ལོ་ཚད་ལ་རན་པ་ཅིག་ཨ་ནི་བཟོས་པ་ནི་ཡག་པོ་ཡོད་རེད་ཞེས་ནི་ཞུ་ཡ་ཡིན། དེ་ནས་ཐབས་ལམ་བཞི་བ་དེ། ཨ་ནི། ཉལ་ཁང་དང་དེ་འདྲས་ཀྱི་ནང་ལ་ཨ་ནི་གློག་ཆས་དང་ཨ་ནི་འཕྲུལ་ཆས་ཀྱི་རིགས། ཁལ་མ་བཅོ་ཡ་དེ་འདྲས་ཅིག་བཟོས་པ་ཡིན་ན། འདི་འདི་འདྲའི་གི་རིགས་བེད་སྤྱོད་བྱས་ཏེ་རང་བཞིན་གི་ཉུང་ང། Dry། ཅིག་ཆགས་བསྡད་ཀྱི་འདུག་དབྱིན་ཇིའི་ནང་ལོགས་ལ། Screen Free Zones། དེ་འདྲས་ཅིག་ནང་ལ་བཟོ་དགོས་ན་འདིའི་གི་ཕན་ཐོགས་ཤུགས་ཆེན་པོ་ཡོང་གི་རེད་ཞེས་ནས་ཞོའི་ཡིན་ཐབས་ལམ་བཞི་བ་དེ། དེ་ནས་ཐབས་ལམ་ལྔ་པ་དེ། ཕ་མའི་གི་ངོས་ནས་སོ་སོའི་གི་ཁ་པར་དང་དང་ནས་བཞིན་གི Tablet དང་འདི་འདྲའི་རིགས་དེ། པུ་གུའི་གི་ལག་པ་སྙོབ་ཆོག་ཆོག་ཡོད་སའི་གི་ས་ཆ་ལ་མ་ཆགས་པ་ཡིན་ན།

ཨ་འདིའི་གི་ཚབ་འདི། ཚབ་ལ་ཡི་ད་ང་ཚོའི་ལས་རིམ་བང་འཁྲིད་གོ་གོར་བ། བྱས་ཙང་འདིའི་མ་སོང་ཙང་ཕ་མ་ཚོའི་ངོས་ནས། ལྷག་པར་དུ་ཨ་ནི་ཕྱི་ལ་ཡར་རྩེད་མོ་རྩེ་ག་ཀྲི་ཡ་དེ་གའི་དེ་དཔེ་གནད་འགའ་ཆེན་པོ་ཆགས་ཀྱི་འདུག་གོར་བ། སོ་སོའི། ཕྲུ་གུ་དེ་ཕྱི་ལ་ཡར་རྩེད་མོ་རྩེ་ག་ཀྲི་ཡ་རེད་ད་ནང་བཞིན་གི་དཔེ་མཛོད་ལ་དེབ་ཀློག་ག་ཀྲི་ཡ་རེད། ཨ་ནི་ཡང་ད་ནང་བཞིན་གི་ནང་ལ་དེབ་ཀློག་ཡ་དེ་འདྲའི་གནང་ན་འགྲིག་གི་རེད་བ། བྱས་ཙང་འདིའི་མ་སོང་ཙང། བརྙན་འཕྲིན་དང་དེ་འདྲའི་གང་ལ་ཡར་དུས་ཚོད་བཏང་ཡ་མེད་བ་ན་ཨ་འདིའི་གི་ཚབ་འདི། ཨ་ནི་ལས་རིམ་ག་རེ་ག་རེ་བྱས་ཡ་འདུག་དེ་ཚོ་གང་ལ་ཡང་ཕ་མ་ཚོས་ཀྱིས་ཐུགས་སྣང་གནང་ཡ་འདི་ཐབས་ལམ་དྲུག་པ་དེ་ཡིན། ད་དེ་ནས་ཐབས་ལམ་བདུན་པ་འདི། ཕ་མ་ཚོའི་ངོས་ནས་སོ་སོའི་ཕྲུ་གུ་ལ། ལེགས་སྐྱེས་ཡག་ཤོས་འདི་ག་རེ་ཕུལ་ཐུབ་ཀྱི་རེད་ཅེས་ཞུས་པ་ན་ནི་དུས་ཚོད་ཕུལ་ཕུལ་ཡ་འདི་རེད། བྱས་ཙང་འདི་མ་སོང་ཙང་ནི་བརྙན་འཕྲིན་དང་ཁ་པར་དང་འདི་འདྲའི་གང་ལ་ཡང་དུས་ཚོད་བཏང་ཡ་འདི་ཉུང་དུ་བཏང་དགོས་ཀྱི་ཡོད་ན་ཨ་ནི་དེའི་ཚབ་ལ་ཡང་ཨ་ནི་ཕ་མ་ཚོས་ཀྱིས་སོ་སོའི་ཕྲུ་གུ་མཉམ་དུ་ལ་ཡང་དུས་ཚོད་བཏང་ཡ་འདི་དཔེ་གལ་ཆེན་པོ་ཆགས་ཀྱི་འདུག་ཟེར་བ། ནང་ལ་སོ་སོའི་ཕྲུ་གུ་མཉམ་དུ་ལ་ཡང་རྩེད་མོ་རྩེ་ཡ་རྩེད་མོ་རྩེ་རོགས་བྱེད་ཡ་དག་ན་ཞིང་གིས་ཕ་མའི་གིས་སོ་སོའི་ཕྲུ་གུ་ལ་དྲུང་བཤད་ཡ་ཨ་ནི་དེབ་ཀློག་ཡ་དག་ན་ཞིང་གིས་ད་སོ་སོའི་སྤུ་གུ་དེ་དེབ་ཀློག་ཤེས་ཀྱི་ཡོད་ན་ཨ་ནི་དེབ་མཉམ་དུ་ཀློག་ཡ་འདི་འདྲས་ཀྱིས་ད་གང་ཆེ་ཕ་མའི་གིས་སོ་སོའི་གིས་ཕྲུ་གུ་མཉམ་དུ་ལ་ཡང་དུས་ཚོད་མང་ཙམ་བཏང་བས་ན་ཨ་ནི་ཕྲུ་གུ་འདི་ལྟད་མོ་ལྟ་གིན་ཡིན་ཟེར་སོ་རུག་དང་ཁ་པར་ལྟ་གིན་ཡིན་ཟེར་སོ་རུག་འདི་རང་བཞིན་གྱིས་ཨ་ནི་མྱོང་བ་འགྲོ་བས་ཕྱི་ཆགས་འདེགས་འདུག་ཟེར་ནས་ཞུ་བས་ཡིན་ལྟ་འདི་ང་ཚོའི་ཐབས་ལམ་མཐའ་མ་དེ་ཆགས་འདེགས་ཡོད། བྱས་ཙང་ད་མཇུག་བསྡོམས་ཀྱིས་ཞུས་པ་ཡིན་ན། ད་ང་ཚོའི་ངོས་ནས་རྣམ་པ་ཚོ་ལས་ཞུ་བས་འདི། ལོ་གསུམ་མན་ཆད་ཀྱི་ཨ་ནི་བྱིས་པ་ཆུང་ཆུང་ཚོ་ལ། བརྙན་འཕྲིན་དང་ཁ་པར་དང་ཐེབ་ལེད་དང་འདི་འདྲའི་རིགས་ཨ་ནི་ཁྱོན་ནས་མ་སྟོན་པ་ཡིན་ན་ཨ་ནི་ཡག་པོ་ཡོད་རེད་ཟེར་ནས་ཞུ་བས་ཡིན། ད་ལོ་གསུམ་ནས་ད་ལོ་བཞི་ལྔ་དྲུག་བདུན་ད་དེ་འདྲའི་གི་བྱིས་པ་དེ་འདྲ་ཡིན་པ་ན་ཨ་ནེ་ཕ་མས་གི་ཅིག་དུས་ཚོད་གཏན་འབེབས་བྱས་ཏེ་གད་ཆེན་པོ་ཞིག་པོ་ཆགས་ཀྱི་འདུག་རེད་བ་དུས་འདྲ་གཅིག་ལ་ཡ་ཆུད་ཚོད་ཁ་ཤས་ཅིག་སྤུ་གུ་ཆུན་ཆུན་ཡིན་པ་ན་ཨ་ནེ་ཆུད་ཚོད་གཅིག་གཉིས་གསུམ་ཟེར་བ་ཨ་ནེའི་སྤུ་གུ་དེས་གས་པ་ཡིན་ན་ཨ་ནེ་དུས་འདྲ་གཅིག་ལ་ཡང་ཆུད་ཚོད་བཞི་ལྔ་ཟེར་ཏེ་གང་བྱེད། སྤུ་གུ་གི་ལོ་ཚད་ལ་རན་པས་གི་ཨ་ནེས་ཅིག་དུས་འདྲ་རེ་རེ་ལ་ཆུད་ཚོད་ཁ་ཤས་ཤིག་མ་སྟོན་ཡས་གི་དུས་ཚོད་གཏན་འབེབས་བྱས་ཏེ་ཨ་ནེ་གད་ཆེན་པོ་ཞིག་པོ་ཆགས་ཀྱི་འདུག། དེ་དང་མཉམ་དུ་ང་ཚོའི་ལེ་ཚན་འདི་འདི་ལ་ཡ་མཚམས་བཞག་ཡིན། ཨ་ནེ་རྣམ་པ་ཚོས་ཀྱི་ང་ཚོའི་ཀྱི་ལེ་ཚན་འདི་ལ་ཡ་ཐུགས་སྣང་གནང་བ་ལ་ཡ་ཐུགས་རྗེ་ཆེ་བཞིན་ཞུ་ཡ་དང་ཨ་ནེ་ལེ་ཚན་བྱེ་མའི་ནང་ལ་ཡ་མཇལ་ཡོང།